སྲིང་བ་དེ་སྲིང་བ་ལ་དོ་གལ་འཇིགས་མེད་ཕུན་ཚོགས་རེད་བ་དེ་རྒྱ་ནག་ཀུན་ཁྲན་ལྔ་པ་གི་དུས་ལ་ལམ་འགྱུར་རེད་བ་ཁྱེད་རང་དེ་འདྲའི་མ་ལ་དོགས་གོ། ཁྱེད་རང་ངའི། གོ་བ་གོ་བ་དང་ནི་རྐུབ་གཉིས་མ་ནོར་བ་ཆེ་ཆ་སྐད་ཆ་ཤོད་ཡོད། ལྔ་པ་ངའོ་བློ་བཟང་རྒྱ་མཚོ་གི་དུས་ཚོད་ལ་མི་རིགས་གཅིག་གི་ནག་ལོག་ལ་ག་རེ་རེད་ཟེར་དུས་ཙམ་པ་ལ་སྲུང་མ་དེ་བསྟན་དང་མ་བསྟན་གི་པགས་རུ་ལ་མི་རིགས་གཅིག་གི་ནག་ལོག་ལ་འཁྲུག་ཤི་འཁྲུག་མཁན་སུ་མི་བཟད་ཁྲག་གི་འཁོར་ལོ་ཨ་ནི་སྤུན་ཟླ་ནང་ཁུལ་ལ་དེ་འདྲའི་འདྲ་པོ་གི་དཔེ་ཤུགས་ཆེན་པོ་ཅི་གལ་བྱུང་བ་མ་རྟ། ལྔ་པ་ངའོ་བློ་བཟང་རྒྱ་མཚོ་གི་དུས་ཚོད་ལ་འབྲས་སྤུངས་གི་གཟིམ་ཆུང་གོང་མ་གི་སྤྲུལ་སྐུ་གྲགས་པ་རྒྱལ་མཚན། འདི། ཕའི་རྣ་ལོག་ལ་དར་ཚོང་བརྒྱབ་སྟེ་བཀྲོངས་ཡག་དེ་སུ་ནག་རྭ་སྟེང་གི་བཀྲོངས་པར་རེད་དེ། ཡིན་ན་ཡང་རྔ་པ་ངའོ་བློ་བཟང་རྒྱ་མཚོ་དེ་གསུང་ཕུག་ལ་བསྟོད་དགོས་འདི་གི་རྣ་ལོག་ནས་ང་དང་ཁོང་འདྲ་པོ་ཇི་ཡིན་སོང་ན་ཆོས་གྲོགས་ཡིན་ཟེར་ལབ་ཅེས་བྱ་འདི་གི་པར་རུ་ནས་ཁོ་རང་གི་དུང་ལྡན་གྱི་སྐུ་གདུང་གི་མཆོད་རྟེན་འདུག་པ་ཚོ་ཤེས་པ་རེད། དུང་ལྡན་འདྲ་པོ་ཡང་ཤེས་པའི་ལོ་རྒྱུས་ཡོད་རེད་ཚང་མ་ལོག་སེམས་ཅུང་གོང་མ་གི་རྣ་ལོག་ལ་དུང་ལྡན་ཤེས་ཡོང་པ་རེད་དེ་ནས་རིམ་པར་གར་རེ་སོ་དུས་ཙམ་པ་ལ་ཨ་ནི་རྔ་པ་ངའོ་བློ་བཟང་རྒྱ་མཚོ་འདི་གི་ད་ད་སྡུག་གུ་ལེགས་དགོས་བསམ་གི་རྣ་ལོག་ལ་ཁོ་རང་གི་བྲིས་པ་རེད་བྲིས་པ་མ་རེད་ཟེར་ཡག་འདྲ་པོ་གི་ད་རྙོག་ཁྲ་ཡོད་བསྡད་པའི་གི་སུའི་སྤུངས་སེ་ཡག་གི་ཚིག་ཅིག་བྲིས་འོངས་པ་རེད། སུའི་སྤུངས་སེ་ཡག་གི་ཚིག་འདི་བྲིས་པའི་ཀྱི་ཕྱི་ཉིན་དེ་ནས་བཟུང་བྱས་བྱ་ག་རེ་རེད་སུས་བྲིས་བརྩམས་པ་ལ། ཨ། སུའི་སྤུངས་སེ་ཡག་འདི་ཡང། ཨ་ནེ་སྨོན་ལམ་ལོག་པའི་རྒྱལ་བའི་བསྟན་པ་ལ་འཁོར་བའི་ན་ཅོག་གཟུགས་ཅན་གཟུགས་མེད་འདི་བསམ་སྦྱོར་ཉེས་པའི་འཇུག་པ་མ་ལུས་པ་ཆུ་ཟུང་ལྡན་པའི་རྩེ་ནས་མདོ་སྡོ་སུའི་བདག་མེད་དམ་ཚུལ་བསྒྲགས་པ་རྒྱལ་མཚན་ཞིག་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདི་བསྟན་དང་འགྲོ་བ་ཀུན་ལ་འཚེར་བྱས་ན་དགུན་སྐྱབས་སྤུངས་ཉིན་མ་ཚེ་ཐལ་བར་རློག།

སྤྲོས་མེད་ཤར་མེད་ནི་བདག་ལ་འཁྱོར་བ་ཅི། སྐུ་དེ་བཞེངས་པའི་ལོ་རྒྱུས་ཚང་མ་ལ་ཡོད་རེད་སྐུ་འདྲ་དེ་ཁོ་རང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་ཁོ་རང་རང་གིས་བཞེངས་མི་འོང་པ་རེད་ལ་ནི་དེ་བས་ཀྱང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་གི་བསྐང་གསོ་ཁྲུས་ཆོས་ཚང་མ་ལ་མཛད་ཡོད་རེད། དེ་བས་ཀྱང་འཕྱོངས་རྒྱས་ཀྱིས་ད་ལྟ་རི་བོ་ཆུའི་གླིང་ནས་གར་རེས་སུ་གྲྭ་གྲངས་ཉི་ཤུ་ཐམ་པ་ཅིག་ཡར་སྐྱེལ་བཏང་སྟེ། གྲྭ་གྲངས། གྲྭ་པ་གྲངས་ཉི་ཤུ་ཐམ་པ་ཅིག་འདི་ཡང་གཞུང་ཕོགས་སྤྲད་དེ་གར་རེས་སུ་སྡོད་མཚམས་པ་ལ་བསྐང་གསོ་ཁྲུས་ཆོས་བྱེད་རུ་བཅུག་པ་རེད།

ཚང་མ་ལག་གི་དེ་ནས་མར་ལ་བསྟན་ཡོང་བ་རེད་དེ་ནས་མར་ལ་དགེ་ལུགས་བོད་ཀྱི་ནང་ལོགས་ནས་ཉེ་རབས་ཀྱི་མར་ལ་བརྩིས་ཡོང་ཟུག་ན་སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོ་སེ་ཡ་བསྟོད་ཚུལ་དང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གླིང་རིན་པོ་ཆེ་འོ་དེ་ནས་མར་ལ་རིམ་པར་བྱུང་དེ་བོད་ཀྱི་བླ་མ་ཚང་མ་ལོག་གི་བསྟན་བྱས་ཡོང་བ་རེད་དེ་བས་ཀྱང་བོད་གངས་ཅན་གྱི་ལྗོངས་ལ་དངོས་གནས་འཕྲོ་ནས་བཀའ་དྲིན་བླ་ལྷག་ཏུ་ཆེ་དེ་བོད་ཀྱི་པཎ་ཆེན་སྐུ་ཕྲེང་བཅུ་པ་ཆེན་པོ་རྗེ་བཙུན་བློ་བཟང་འཕྲིན་ལས་ལྷུན་གྲུབ་ཆོས་ཀྱི་རྒྱལ་མཚན་ཁོ་རང་འདྲ་པོ་གི་ཡིན་ན་ཡང་མེས་ཚིག་གི་ནང་ལོགས་ལ་བསྟན་བྱས་ཡོང་དེ་བ་རེད་སྲུང་མ་དེ་ཡིན་ན་ཡང་ཁོ་རང་གི་ག་རེ་སྲུང་མ་དེ་ཡག་པོ་ཞེ་པོ་རེད་བོད་མི་མང་ཆ་ཚང་གི་བསྟན་དགོས་ཡོད་ཟེ་ཡ་གི་སྐད་ཆ་དེ། བཅུ་པ་ཆེན་པོ་གི་ཚིག་གཅིག་བཤད་ནུས་ཡོད་མ་རེད་དེ་མ་བདེན་ན་ང་ཁ་ཁ་བུ་ལོག་ག་ཅིག་ཡིན་ཆོས་ཟང་ཟིང་འབྲེལ་བ་ཅིག་ཡིན་ཁོ་རང་གི་བཤད་ནུས་ཡོད་མ་རེད་ལྟས་ངན་ཡིན་ན་ལྟས་ལྟས་ངན་མེད་ན་གཡུག་གཡུག་འདི་འདྲ་བོ་གི་མཚམས་འདྲ་བོ་ཅིག་ལ་དྲ་འབོ་ཅིག་ལ་གཡུག་བཞག་རེད་མི་རིགས་ཅིག་གི་ན་ལོག་ལ་དངོས་གནས་འཕྲད་ན་ཡིན་ད་ཨོ་ད་ང་ཚོ་དབུ་གནས་སྡེ་བའི་གི་ཚོ་ཞིག་གནས་སྡེ་བའི་གི་མི་དེ་གའི་གི་ན་ལོག་ལ་ལྷར་དང་འདྲེ་འདྲ་བོ་གི་རྣམ་གཞག་འདྲ་བོ་བཞག་ཅིག་ཅིག་རྙོག་ཁྲ་ཅིག་བསླང་འདོད་ཡོད་མ་རེད་བཅུ་པ་ཆེན་པོ་ད་ཁོ་རང་ཚོའི་གི་ངོ་ཐོག་ནས་ཚིག་བཏང་ན་དེ་འདྲ་འདྲ་བོ་ཡིན་ཏེ་རེད་དེ་གི་རྙོག་ཁྲ་ཅིག་ཁོ་རང་གི་གི་བསླང་ཡོད་མ་རེད།

འདི་སྤར་མཚམས་ནས་རྙོག་ཁྲ་མང་པོ་བསླངས་པ་ཡིན་པ། ད་འཇིགས་དཔོན་ཁོ་ར་རང་གི་ཁ་ནས་བཤད་ཡོད་ན་མེད་ན་སྨྲས་ཤིག་འགྲོ་བ་དེས་སྐད་ཆ་བདེན་པ་ཡིན་ག་རེ་རེད་ཟེར་དུས་ཙམ་པ་ལ་འཇིགས་དཔོན་ཁོ་ར་ཁྱེད་སྲུང་མ་བཀག་གི་ཡོད་པ་དེ་བདེན་པ་རེད་སྲུང་མ་དེ་བསྟན་མ་ཆོག་ཟེར་ཡག་གི་སྐད་ཆ་བཤད་ཡོད་པ་དེ་བདེན་པ་རེད་སྲུང་མ་དེ་སྦྱིན་སྲེག་སྤྲད་གི་ཡོད་པ་འདྲེ་རེད་ཟེར་ཡག་གི་སྐད་ཆ་དེ་བཤད་ཡོད་པ་བདེན་པ་རེད། ཡིན་ན་ཡང་དུས་ཀྱི་བསྡུས་ཚུལ་གྱིས་མི་ད་ལྟ་མ་ཤི་བ་ལ་དད་ཅོག་མང་པོ་ཡོད་རེད་སྦྱིན་སྲེག་སྤྲད་པའི་གི་བརྒྱུད་རིམ་དེ་ཚོ་མཐོང་བསྡད་ཉེ།

དེ་འདྲའི་དོ་ཕོག་གི་ཉར་ཚགས་བྱས་པའི་ལོ་རྒྱུས་ཡོད་ད་ལྟ་སུ་དངོས་སུ་བྱུང་བསྡད་པའི་གནས་ཚུལ་རེད་འདིའི་བར་མཚམས་ནས་ང་ཚོ་གི་ཚིག་གི་རྙོག་དྲ་འདྲ་པོ་གླང་དུ་སྟོད་དྲ་སོང་སྨྱུག་དྲ་སོང་ཟེར་ཅིག་ལྷ་འདྲེ་ཀྱི་རྣམ་གཞག་འདྲ་པོ་བཞག་ཡོང་བའི་གི་བར་མཚམས་དེ་གི་ནང་ལོགས་ནས་དེ་དུས་ཚོད་ཀྱི་རྩོད་གཞི་དང་དུས་ཚོད་ཀྱི་རིགས་དེ་བོད་ཀྱི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་རྒྱ་ཁྱབ་རང་བཞིན་གྱི་ཤུགས་ཆེ་རུ་བཏང་སྟེ་ཉེ་དུས་ཕྱི།

རྒྱལ་ཁབ་ཀྱི་ཀླད་རྩི་ཆུ་ཆུན་ཆེ་ཆེ་ལྷག་པ་རེད་མ་ཤེས་དེའི་དུས་ཚོད་དེ་ཏག་ཏག་ཡིན་པ། ཏག་ཏག་རྦད་དེ་ཟིང་ཆེན་པོ་བསླངས་པ་ཡིན་པ། དུས་ཚོད་ཀྱི་ལས་ཀ་དེ་ཚོ་ལེན་ཡོང་པ་རེད་ད་དུས་ཚོད་ཀྱི་བོད་པ་ཀྱི་སྤྱི་ཚོགས་ཀྱི་ནང་ལོགས་ལ་རྩོད་གཞི་འདྲ་པོ་དེ་ཚོ་ཁོང་ཚོས་བསླངས་པ་རེད་བ། ད་དངོས་སུ་ད་ལྟ་དྲུག་སྟོང་ཚན་དང་ཁོང་ཚོ་དྲུག་སྟོང་ཚན་འདྲ་པོ་ཡིན་ན་སེ་ད་ག་རུ་དེད་བསྡད་པ་རེད་ད་དེའི་དུས་ཚོད་ལ་ག་རེ་རེད་ཟེར་དུས་རྩམ་པ་ལ་ང་ཚོ། ཀརྨ་བཤད་སྒྲུབ་འཕྲིན་ལས་ཁྲ་མགོ་དགོན་པ་གྱི་མཁན་པོ་ཀརྨ་བཤད་སྒྲུབ་འཕྲིན་ལས་ཀྱིས་གར་བྲིས་པ་རས་སུ་དུས་འཛོམས་པ་ལ་ཏིང་འཛིན་ཤན་འབྱེད་བུ་ཆུང་དཀར་ནག་གི་རྡེའུ། སེ་ཡ་དིག་གི་ནང་ལོགས་ལ་གར་རས་སུ་དུས་གཅིག་བུན་དང་ཁོང་ཚོ་གི་བྱ་བ་ལས་ཀ་བྱེད་སྟངས་དང་དུས་ཚོད་ཀྱི་སྐོར་དག་ཚང་མ་ལོགས་ཀྱིས་བྲིས་ཡོང་ཐལ་དུས་འཛོམས་པ་ལ་དེའི་དུས་མཚམས་དུ་སེ་ད་ལ་ཡང་བཙོངས་པ་རེད་ཟེར་འདུག་བ་དེབ་དེ་སེ་ད་ཁོང་ཚོ་གི་དགོན་པ་ནང་ལོགས་ལ་བཙོངས་སོང་ཟེར་གི་འདུག།

ཚང་མ་གོས་ནག་ལོག་ལ་ཁྲག་རྒྱུན་གཅིག་པ་རྒྱུགས་བསྡད་པ། དེ་འདྲའི་འདྲ་པོ་གི་མི་རེ་གཅིག་གི་ནག་ལོག་ལ་སྤུན་ཟླ་ཕན་ཚུན་བར་རུ་ལ་རྣམ་རྟོག་བཞག་ཡ། དེ་འདྲའི་གི་ལས་ཀ་མང་པོ་ཆེ་ལས་མྱོང་དེ་ཚོ་ལེན་ཡོང། ད་དེ་ཚོའི་གི་ལས་ཀ་དེ་ཚོ། དཔེ་མི་སྲིད་པའི་གི་འདུག་རོ། དེ་བས་ཀྱང་ད་སྔོན་མེད་ཀྱི་ད་ལྟ་ལྷ་འདྲེ་ཀྱི་རྣམ་གཞག་ཤཱཀྱ་དཀྲུགས་པའི་མ་བཙས་དཔལ་གྱི་དངོས་ཡོད་ཀྱི་མི་དེ་ཚོ་ལ་ཡིན་ན་ལས་ཀའི་གོ་འཁོར་བསླུ་བྲིད་འདྲ་པོ་ཆེ་བྱས་བྱས་བྱས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གི་ལོ་ཟླ་བ་ལ་གཅིག་གར་ས་གཅིག་གཅིག་གཅིག་ཞེ་བོ་གཅིག་བྱས་ཨ་ཡོད་ཟེར་ལབ་བྱས་བྱས་དེ་གའི་བར་མཚམས་ནས་མགོ་ནག་ལོག་ལ་ཤོག་ལུག་རྒྱོག་དེ་གའི་ག་ཨེ་ཟེར་ཆོམ་སྟེ། དེ་གའི་དཔའ་རུ་ནས་པཎ་ཆེན་སྐུ་ཕྲེང་བཅུ་བ་ཆེན་པོ་གིས་ལོ་མང་གི་རིང་ལ་དཀའ་ལས་བརྒྱབ་བྱས་བྱས་ཆོས་དད་རང་མོས་ཀྱི་སྲིད་བྱུས། ཨོ། མི་རིགས་ཀྱི་སྲིད་བྱུས། སྐད་ཡིག་གི་སྲིད་བྱུས་མི་རིགས་ཀྱི་ད་ལྟ་སྐད་ཡིག་ད་གཏོད་རྩོད་ཀྱི་ད་སྲིད་བྱུས་མང་པོ་ཅིག་ཁོང་རང་གི་དོན་འཁྱོལ་འདྲ་པོ་བྱས་བྱས་བྱས། ཞོ་ནང་བཞིན་ཆགས་བསྡད་པ་ཞིག་བཟོས་ཤག་རོགས་རྒྱལ་ཁབ་ཀྱི་བདེ་འཇགས་ལ་ཡིན་ནའི་དངོས་གནས་དྲན་ནས་ཡག་པོ་ཅིག་བཟོས་ཤག་རོགས་མི་རིགས་དེ་གི་ཁེ་ཕན་ལ་ཡིན་ན་ལས་ཁོང་རང་གི་དཀའ་ལས་མང་པོ་ཅིག་བསྐྱབས་བྱས་ཞོ་ནང་བཞིན་ཆགས་བསྡད་པ་ཅིག་བཟོས་ཡོད་རེད་ད། མི་རིགས་དེ་ཞོ་ནང་བཞིན་ཆགས་བསྡད་པ།

གཅིག་ལྷོ་དགུ་བརྒྱ་བརྒྱད་ཅུ་གྱ་དགུ་ན་ལོ་མི་གཉིས་མ་བཞི་ཚང་མ་ལོ་ད་འདི་འདྲའི་དུས་ཚོད་འཚམ་པ་ལ་བློས་ཡོང་པ་རེད་གཏེར་བུ་གཉིས་མ་བཞི་ད་དུས་ཚོད་ཀྱི་ལས་ཀ་དུས་ཚོད་བཅུ་པ་ཆེན་པོ་གྱི་ལེན་ཡོང་པ་རེད་ད་འདི་འདྲའི་འདྲ་པོ་ཆེ་ལེན་ཡོང་པའི་གི་བར་མཚམས་ནས་ད་སྲིད་གཞུང་གི་ཡིན་ན་ལས་མེད་ཁག་ཡོག་མ་རེད་རྒྱལ་ཁབ་ཅིག་ཡིན་ན་རྒྱལ་ཁབ་ལ་བདེ་འཇགས་གོ་གོ་རེད་མི་རིགས་གཅིག་ལ་གཅིག་ཡིན་ན་མི་རིགས་དེ་གི་ན་ལོ་ལ་བདེ་འཇགས་འདྲ་པོ་ད་བརྟན་ལྷིང་འདྲ་པོ་ཆེ་གོ་གོ་དགོས་ཡོད་དུས་མཚམས་པ་ལ་དེ་གི་བར་མཚམས་ནས་འདམ་རུ་ལས་སུ་བཏང་ཡོང་པ་རེད།

སྐད་ཆ་ཚིག་གཅིག་བཤད་རོགས་བྱས་ཉན་ར་འོ་མ་རེད་ཧ་གོ་སོང་ངས། སུ་གང་ཅིག། འཕྲོ་ལ་འགྲོ་ས་ལ་འཕྲོ་ལ་ཕྱིན་ཕོད་མ་བྱས་ཡོ་ང་རེད་ག་གི་རྒྱལ་ཁབ་ཀྱི་ཁྲིམས་ནས་གར་གལ་ཡོད་ནས་ཁྲིམས་འདི་གི་ཁྲིམས་ཐག་དེ་ཚོ་ཁ་ཐུག་ཁ་ཐུག་ཁ་ཐུག་མྱང་རྒྱུ་རེད་མ་གཞི། འདུག་ཟེར་རེད་ད་ལྟ་ང་ཚོ། ཧུམ། དཀྲུགས་ལྡན་ཉན་སུ་ཡིན་མིན་ཟེར་ཡ་དེ་ཚོ་མཁན་ཚོ་གི་དངོས་གནས་འདྲ་གནས་ཀྱི་བསམ་བློ་ཡག་པོ་གཏང་དགོས་རེད།

ཕྱོགས་རེས་དང་དེ་གི་སྐད་ཆ་རྩ་བ་ཉིད་ནས་མ་ཡིན་ད། གཅིག་གིས་དགའ་ཞེན་དང་དེ་འདྲ་སྐད་ཀྱི་གཅིག་ཆོག་ཆོག་གཅིག་གིས་ཆོག་ཆོག་དགའ་འདྲ་པོ་བྱེད་ཅེས་སྐད་ཆ་བཤད་པ་མ་ཡིན། ང་རང་གིས་ད་ལྟ་ད་བར་དུ་དངོས་གནས་འཕྲིན་ལས་མཐོང་བསྡད་པའི་དངོས་ཡོད་རང་གི་གནས་ཚུལ་རང་གིས་དེ་འདྲའི་ཅིག། རེད་དོ། རྒྱབ་ལྗོངས་དེ་ཚོ་ཚང་མ་ལོ་ཡག་པོ་ཞིག་བལྟ་ཞོག་ད། ཁོང་ཚོ་གི་ལྷ་འདྲེ་གི་རྣམ་གཞག་བཤད་ཡ་དེ་ག་རེ་གི་ཆེད་དུ་རེད་དོ། མི་རིགས་དེ་གི་བདེ་སྡུག་གི་ཆེད་དུ་བཤད་གི་འདུག་བས་ཡ། ཨ། ཆོས་ལུགས་གཅིག་གི་ཆེད་དུ་བཤད་གི་ཡོད་རོ་བས།